ལྷོ་ལ་སོ། དག། དེ་རིང་འདི་ནས་རོང་ཟོམ་ནང་ཆོས་བརྙན་འཕྲིན་གྱི་གླེང་སྟེགས་འདི་བརྒྱུད་ནས་དེ་རྒྱ་ཆེ་བའི་གཟིགས་མོ་པ་རྣམས་ལ་ད་གུས་པའི་གཟའ་ལྷག་པ་གི་ལེ་ཚན་གི་ནང་དུ་ཡང་བསྐྱར་རྣམ་པ་ཚོ་ལ་ཁ་བརྡ་ཁ་ཤས་ཞུ་གི་ཡིན། ད་འདི་ཁ་བརྡ་དེ་ནང་དོན་གང་ཡིན་ཟེར་ན། ད་ཉེ་ཆར་གུས་པའི་བསྒྱུར་མ་ཐག་པའི་དེ་ནི་གཏམ་རྒྱུད། ད་སྤྱོད་པ་དང་ལམ་གྱི་མདོ་ཟེར་བ་ད་དེའི་སྐོར་ནས་ཞུ་བ་ཡིན། དེ་འདི་ད་འདི་ནང་དོན་རགས་རིམ་འདྲ་བོ་གཅིག་དེ་ག་འདྲ་གི་ཐོག་ནས་ཞུ་གི་ཡིན་ཟེར་ན། གཅིག་དེ་དང་པོ་དེ་བསྒྱུར་དགོས་པའི་རྒྱུ་མཚན་དང་དེའི་རྒྱབ་ལྗོངས། གཉིས་པ་དེ་དེའི་བསྒྱུར་སྟངས།

གཙོ་བོ་འོན་ཏེ་བསྒྱུར་དགོས་པའི་རྒྱབ་ལྗོངས་ཀྱི་རྒྱུ་མཚན་དེ། ལྟ་སྐུལ་པས་ལོ་བཞི་གི་སྔོན་ལ་དམ་ཆོས་རིན་པོ་ཆེ་བཏགས་པའི་མདོ་ནི་བོད་ཡིག་ཏུ་བསྒྱུར་བའི་རྗེས་ལ་ནི་སྐབས་དེར། ད་སྐྱབས་རྗེ་རྫོང་སར་མཁྱེན་བརྩེ་རིན་པོ་ཆེ་ཡིན་ནའང། དམིགས་བསལ་གྱི་ཐུགས་སྣང་གནང་ནས་དེ་ནི་ཧ་ཅང་གི་གུས་པ་ལ་དེ་གདའ། དཔེ་བསྒྱུར་དེ་ཡག་པོ་བྱུང་ཤག་ཕན་ཐོགས་པོ་བྱུང་ཤག་ང་ཚོ་བོད་པའི་སྤྱི་ཚོགས་ལ་དེ་འདྲ་ཞིག་ངེས་པར་དུ་དགོས་ཡ་རེད་འདུག་གསུངས་ནས་ནི་བཀའ་མོལ་ཡང་དང་ཡང་དུ་གནང་བ་དེ་འདྲ་ཞིག་བྱུང་སོང།

དེ་ནས་ཐ་མ་དེ་ལ་དང་ཁྱེད་ཚོས་ཐེབས་རྩ་ཚོགས་པ་གི་མིག་ཟེར་གི་དེ་ལ་རོགས་པ་གནང་ནས་ང་རང་གི་ཐོག་མཐའ་བར་གསུམ་དུ་འགལ་འབྲེལ་འཁུར་ནས་ནས་བསྒྱུར་བ་རེད། བསྒྱུར་ནས་ད་ད་ལོ་ལོ་སར་གི་ཚེས་པ་གཅིག་གི་ཉིན་མོ་དེ་ལ་རིན་པོ་ཆེ་ལ་རྩ་བའི་གི་བསྒྱུར་ཟིན་པ་དེ་ཡང་ར་སྐྱ་འབུར་བྱས། དེའི་རྗེས་ནས་ནས་སོ་སོ་གི་ངོས་ནས་ཡང་དང་ཡང་དུ་ཅིག་ཞུ་དག་དང་དེ་ཚོ་རྐང་ལྕོག་ལྕོག་དེ་ཞུས་པ་རེད། ཞེས་ནས་ད་གར་ཉིན་སྒྲུབ་ཐབས་ཀུན་བཏུས་ཀྱི་བཀའ་བཀྱོན་གྱི་སྐབས་སུ་རྫོང་སར་བཤད་གྲྭ་བས་དེ་དཔེ་མཛོད་བཀྲ་ཤིས་སྒོ་མིང་གིས་ནས་མཚན་ཐོགས་ནས་ཁོང་རྣམ་པ་རང་གི་འགྲོ་སོང་ཆ་ཚང་བཏང་ནས་ནས་པར་སྐྲུན་དང་འགྲེམས་པར་གནང། དེ་ལ་རིན་པོ་ཆེ་སྐུ་དངོས་ཀྱིས་དེ་དབུ་འབྱེད་བསྐྱར་བཤད་གནང་གྲུབ་མ་ཐག་པ་ད་རྩ་བའི་བརྒྱུད་རིམ་དེ་དེ་འདྲ་ཞིག་རེད་ཟེར་ཏེ་ཞུ་གི་ཡོད།

ག་འདྲ་བྱས་ནས་རིན་པོ་ཆེ་གི་དེ་ལ་ཐུགས་སྣང་དེ་འདྲ་ཞིག་གནང་བ་རེད། ག་འདྲ་བྱས་ནས་བསྒྱུར་དགོས་རེད་ཟེར་ན། སྤྱིར་བཏང་གི་དེ་གི་བསྒྱུར་དགོས་པའི་རྒྱུ་མཚན་དེ་འོག་ཏུ་ད་ཅིག་ཁོ་རང་གི་གཞུང་གི་རིན་ཐང་དང། དེ་ཚོའི་རིགས་དེ་ངའི་འོག་ཏུ་ཤོད་ཀྱི་ཡིན། ད་དེ་ཡིན་ན་ཡང་སྐབས་འདིར་ངས་ག་འདྲ་ཞུ་དགོས་ཟེར་ན་ད་བསྒྱུར་བའི་སྐབས་སུ་ག་འདྲ་བྱས་ནས་ཁྱོད་རང་གི་བསྒྱུར་ཡོད་ཟེར་ན། བསྒྱུར་སྟངས་དེ་ཡིན་ན་ད་རྩ་བའི་ཆ་ནས་དང་པོ་ངས་ད་གར་སྟེགས་བོད་ཡིག་ཏུ་བསྒྱུར་ཟིན་པ་དེ་འདྲ་ཡོད་ན། དེ་ནས་དང་མ་བསྒྱུར་ན་འགྲིག་གི་འདུག། དེ་འདྲ་བསམ་ནས་ངས་བོད་ཕྱི་ནང་གཉིས་ཆ་ལ་བཙལ་བཅོས་བྱས་པའི་མཐའ་མ་དེ་ལ་ནི་མགོ་ལོག་གི་ལོ་ཙཱ་བ་པདྨ་རྣམ་རྒྱལ་ཟེར་བ་དེས་བསྒྱུར་ཟིན་པ་ཞིག་ཡོད་པར་མ་དཔེ་དེ་ད་ལྟ་སློབ་དཔོན་ཆེན་མོ་བཀྲས་ནག་པ་བློ་གྲོས་པར་བཟང་བསྒྱུར་ནས་ང་ལ་དེ་འདྲའི་ཡི་གེ་ཞིག་འབྱོར་སོང། ཡིན་ན་ཡང་དེ་ལ་ཞིབ་ཏུ་བལྟ་ཡོང་དུས་ལྟ་དུས་འགྱུར་དེ་དང་ནང་དོན་གྱི་བར་ལ་ཧེ་བག་ཡོད་པ་དང། འགྱུར་བ་པོ་དེ་ཡང་སྤྱིར་བཏང་གི་རྩོམ་རིག་དང་དེ་འཕྲུལ་གྱི་ཐོག་དང་རྒྱ་ཡིག་དང་བར་ཁྱད་ཡག་པོ་ཡོད་ཀྱི་རེད་དེ། ཡིན་ན་ཡང་ཅིག་ལྟ་གྲུབ་དང་འབྲེལ་བའི་ཤེས་བྱ་དེ་ད་ཕར་ཆེར་ང་རང་ཚོ་ལ་ལྟོས་ས་ལྟོས་འཇོག་པ་བྱས་པ་ཡིན་ན། ད་གང་ལ་གང་འཚམས་ཀྱི་ཅིག་ཞན་པོ་ཡིན་གྱི་ཡོད་ན་འདྲ་ད་གང་ལྟར་ཡང་ཤེས་ཚོད་ཐིག་མ་སོང། ཡིན་ན་ཡང་ཅིག་དེ་གི་ཚིག་དང་དོན་གཉིས་ཆོས་ཀྱི་ཆ་ནས་ཅིག་ཡིད་འཕྲོག་པ་ཞིག་དང་གོ་བ་ལེན་ཐུབ་པ་ཞིག་དང། དེ་ནས་ཅིག་ད་ཅིག་ཐུབ་ཐུབ་པ་ཞིག་ཅིག་མ་ཡོང་བ་འདྲ་བོ་དེ་འདྲ་ཞིག་ཡོད་ཀྱི་འདུག་ཡིན་ན་ཡང་ངས་རིན་པོ་ཆེ་རང་ལ་དེའི་སྐབས་སུ་ད་ན་ཡུམ་གྱི་སྐབས་རེད་དེ་ཡིན་ན་ཡང་ཆེད་དུ་རིན་པོ་ཆེ་ལ་དེ་གི་ཡི་གེ་དེ་ངུ་ཤུས་དེ་འདྲ་ཅིག་ཕུལ་ནས་ད་འདི་འདྲ་ཞིག་བོད་ནང་ལ་བསྒྱུར་བཞག་འདུག་དེ་འདྲ་ཡིན་ཙང་ཡང་ན་ནི་འདི་ལ་འགྱུར་རྒྱུ་འདྲ་བཟོ་ན་ཡང་ན་ནི་ད་མ་བསྒྱུར་ན་ག་འདྲ་རེད་ཞུས་པའི་སྐབས་སུ་རིན་པོ་ཆེ་གིས་ཡང་བསྐྱར་གཟིགས་ན་ད་ཡིན་གཅིག་མིན་གཅིག་གིས་ཁྱོད་རང་རང་གི་དེ་མགོ་ནས་བསྐྱར་དུ་བསྒྱུར་དགོས་སོང་བཀའ་དེ་གནང་བ་ནང་བཞིན་བྱས་ནས་བསྒྱུར་བ་རེད། བསྒྱུར་བའི་སྐབས་སུ་ད་དེའི་སྐབས་སུ་དེ་ནི་སོ་སོ་གི་ཡིན་ན་ཡང་རྒྱུ་ཆ་དེ་འདྲ་མང་པོ་ཞིག་བཙལ། ཁྱད་པར་དུ་ཐའེ་ཝན་དེ་འདྲ་ནི་ཐའེ་ཝན་གྱི་གཙུག་ལག་སློབ་ཐའེ་ཝན་གཙུག་ལག་སློབ་ཆེན་གྱི་དེ་ནི་ཞིབ་འཇུག་པ་དང་དེ་ཚོ་ཁ་ཤས་བརྒྱུད་ནས་དེ་ནི་ད་ཚང་མ་གི་ཁས་ལེན་ཚད་མཐོ་ཤོས་བྱས་པའི་ད་ཅིག། ད་ལྟ་གཞུང་འདིའི་འགྲེལ་པ་དང་ཞིབ་འཇུག་གི་ཡིག་ཆ་དེ་ཚོ་རག་ལྟ་ནི། ད་ནི་སོ་སོ་ངོ་ངོ་ནི་དེ་ཚོ་ལ་གང་ལ་གང་འཚམ་གྱིས་སློབ་སྦྱོང་བྱས་ནས་ནི་བསྒྱུར་བ་དེ་འདྲ་ཞིག་ཡིན། ད་ལྟའི་འདི་དེ་བསྒྱུར་བའི་སྐབས་སུ་ཡང་དཔེར་ན་མིང་ལྟ་བུ་ཅིག་ལ་མཚོན་ན་འགའ་ཞིག་གིས་བསམ་ན་ད་དེ་ཁོ་ལྟ་བུ་དང་སྦྱིན་སྲེག་ཡོད་རེད་བ་རྒྱལ། དེས་ན་ད་དེ་སྤྱོད་ལམ་གྱི་མདོ་ལབ་ནའང་འགྲིག་གི་མ་རེད་བས་ཟེར་ན། ད་སྤྱོད་ལམ་ཟེར་འོང་དུས་ང་ཚོ་རྣམས་རྒྱན་གོས་སྤྱོད་ལམ་ཡག་ཚོགས་ཟེར་བའི་སྤྱོད་ལམ་ལྟ་བུ་དེ་འདྲི་ཅིག་ལ་ཡང་གོ་བ་གཉིས་ཀ་དེ་ཡོད་པ་ཡིན་ཙང་ཁ་ཁྲལ་ནི་སྤྱོད་པ་དང་ལམ་གྱི་མདོ་ཟེར་ནས་ཧིན་དྷི་གི་བསྒྱུར་དགོས་པའི་རྒྱུ་མཚན་དེ་འདྲ་ཡིན། ཡིན་ཡང་སྤྱོད་ལམ་ཙམ་གཏོང་གི་ཡོད་མ་རེད་སྤྱོད་པ་དེ་ཁོ་རང་ཀུན་སྤྱོད་ཀྱི་ཆ་དེ་དེ་ཙམ་ཡོད་རེད་དེ་གཙོ་བོ་དེ་ནི་དེ་གི་དེ་ལམ་དེ་གང་ལྟར་ཡང་རྒྱ་ཁོ་རང་གི་འདིའི་མཐར་ཉིད་ལ་བལྟའོ་ཞེས་པ་དེ། ལྟ་གྲུབ་ཀྱི་ཐུན་མོང་མ་ཡིན་པའི་ཚབ་ཚིག་ཟེར་ན་འདྲ་འདྲ། དེ་རིགས་ཀྱི་འབྲི་བྱེད་ཀྱི་ཚིག་གལ་ཆེན་པོ་ཞིག་ཡིན། དེ་ལྟ་བུའི་ལྟ་གྲུབ་འགངས་ཆེན་པོ་ཞིག་གཏོང་གི་ཡོད་པའི་རྒྱུ་མཚན་གྱིས་ནི་སྤྱོད་པ་དང་ལམ་གྱི་མདོ་ཞེས་བསྒྱུར་དགོས་པའི་རྒྱུ་མཚན་དེ་འདྲ་རེད། ཡང་མདོ་ལབ་པའི་རྒྱུ་མཚན་ཡིན་གཅིག་མིན་གཅིག་གི་མདོ་ཡིན་ན་སྙམ་ན་དེ་རེད་མི་འདུག་ད་སྔ་ཆོས་པོ་ནང་ལ་ཡང་བཙན་པོའི་སྐབས་སུ་དཔེར་ན་ཕུ་བོའི་ནུ་བོ་ལ་དམ་ཞིང་བསྟན་པའི་མདོ་ཟེར་བ་ལྟ་བུ་དང་ད་ཅིག་མང་པོ་ཞིག་དེ་དེ་གི་མདོ་ཞེས་པའི་མིང་དངོས་བཞག་པ་ཡིན་པ་ལ་སངས་རྒྱས་ཀྱིས་གསུང་བའི་བཀའ་ཡིན་ཁུལ་དུ་ངེས་པ་མེད་པ་དེ་འདྲ་མང་པོ་ཞིག་ཡོང་གི་འདུག་དེའི་ནང་བཞིན་རྒྱ་ནག་ལའང་དེ་འདྲའི་མང་པོ་ཞིག་ཡོང་བའི་ནང་ནས་གཅིག་དེ་ད་འདི་དེ་འདུག་གོ་ཞེས་དངུལ་དགོས་ཡོད་ན་ཡང་དོན་གྱིས་ཁོ་རང་ད་གཏམ་རྒྱུད་དང་དེ་འདྲ་ཞིག་རེད་ཟེར་དུ་ཤོར་གི་ཡོད། དེ་འདྲའི་གཏམ་རྒྱུད་དེ་འཛར་བ་པོ་ཡིན་ན་ལའོ་ཙི་ཟེར་བ་དེ་ད་སྟོན་པ་ཐུགས་རྗེ་ཅང་དང་སྐུ་དུས་བསྙེན་པ་ཙམ་དུ་ཤོང་བའི་དེ་ནི་ཧ་ཅང་གལ་ཆེ་བའི་མི་སྣ་ཞིག་ཡིན་པ་དེ་འདྲ་ཅིག་ངོས་འཛིན་བྱེད་ཀྱི་ཡོད་རེད། དེ་འདྲ་ཡིན་ན་ཡང་ཡང་ཁོང་ཙི་ཟེར་བ་དེ་ཚང་མས་ཤེས་ཀྱི་རེད་ཁོང་ཙི་དང་མ་འདྲ་བ་དེ་ཁོང་ཙི་ཡིན་ན་ཀུན་སྤྱོད་དང་འབྲེལ་བའི་དེ་གི་སློབ་གསོ་གི་ལམ་སྟོན་དང་ལུགས་ཀྱི་གཏམ་རྒྱུད་དང་མི་ཆོས་གི་མིའི་འགྲོ་སྟངས་གི་ཐོག་ལ་གཙོ་བོ་བཀའ་སློབ་གནང་མཁན་ཅིག་ཡིན་པ་དང་དེ་ནི་དཔེར་ན་ད་ཐེག་ཤེས་ཡོན་པ་ཅིག་དང་དེ་ནི་ཤེས་ཡོན་པ་ཆེན་པོ་ཞིག་དང་བསམ་བློ་བ་ཞིག་རེད། ཡིན་ན་ཡང་ད་ལྟ་ལགས་ཙི་དེ་དང་མ་འདྲ་བར་ཁོང་སྤྱི་བཏང་གི་ཆོས་འདི་ཚོ་ལ་ཧ་ཅང་གི་དག་དེ་རྩོལ་བ་དང་ཐུགས་སྣང་ཆེན་པོ་མེད་པར་སྣང་ཉམས་རྟོགས་དང་འབྲས་བུ་ཤེས་རབ་དེའང་དང་པོར་བཙལ་ནས་དེ་ནས་མདོ་སྐྱོང་ཆོག་ཤེས་བྱས་ནས་སྒོམ་ཉམས་ལེན་བྱེད་མཁན་གྱི་ད་ལྟའི་གི་ནང་པ་ཡིན་མིན་ལ་མ་ལྟོས་པར་ད་གོ་རང་དྲང་སྲོང་དང་དེ་འདྲ་གི་ཉམས་ལེན་པ་ཞིག་རེད། འོ་དེ་རེད་ཅེས་བཤད་ཆོག་གི་ཡོད་ས་རེད་ད་དེ་འདྲའི་ཁོང་ཉིད་ཡི་གེ་མ་གཅིག་ཁོ་རང་གཤིས་ཀ་དང་རྣམ་པ་འདྲ་བོ་སྟོན་སྟངས་ཡིན་ནའང་ཁྱོད་ནི་མ་འདྲ་བ་གཉིས་ཡོང་གི་ཡོད་རེད་ལ་དེའི་རྗེས་འཇུག་དེ་ཡང་ལའོ་ཙི་གི་རྗེས་འཇུག་དེ་རྒྱ་ནག་ལ་ཏའོ་ལུགས་དང། ད་ལྟ་ཁོང་ཚོ་གི་རྗེས་འབྲང་བ་དེ་ལ་རུའུ་ལུགས་ལབ་གི་ཡོད་དེ་ལྟ་གྲུབ་ཀྱི་ཆ་ནས་ཡིན་ནའང་གཙོ་བོ་དེ་ཕྱིའི་རྣམ་པ་རྩལ་འདོན་བྱེད་པ་དང་གཅིག་དེ་གི་ནང་སེམས་ཀྱི་དེ་གི་དེ་ཉམས་ལེན་ཟེར་ན་འདྲ་ལ་ནང་གི་བསམ་བློ་རང་དེ་ཨང་དང་པོ་འཇོག་མཁན་གཅིག་ཡིན་དེ་ད་ལྟ་གི་གཞུང་ལུགས་འདིའི་ནང་བསམ་བློ་དེ་ཨང་དང་པོ་གཏོང་མཁན་དེ་ཡང་ཧ་ཅང་དེ་གི་ཉམས་ལེན་དང་འབྲེལ་བའི་དེ་འདྲའི་གནང་གག་མང་པོ་སོང་ད་ནི་དེ་འདྲའི་ཅིག་རེད་ཟེར་ཞུ་གི་ཡོད་རེད་བ་དེ་གཅིག་རེད། དེ་གཉིས་དེ་ཡིན་ན་ད་དེ་སོ་སོ་གི་དེ་གི་རྒྱུར་བའི་རྒྱུ་རང་གི་འཕྲོ་ལ་དཔེར་ན་སྤྱོད་པ་དང་ལམ་གྱི་མདོ་ཟེར་བ་དང་དེ་བཞིན་དུ་ནི་ལྟའོ་ཞེས་པའི་མཐར་ཉིད་དེ་ད་གནའ་བོའི་གི་གོང་མགོན་པོ་སྐྱབས་ཡིན་ན་འདྲ་ད་བོད་སྐད་ཅིག་ཡི་གེ་གི་ཐོག་ན་ཡོད་པའི་གནའ་བོའི་ཡི་གེ་རྙིང་པ་ཐུགས་ཀྱི་འབྲུ་མཐའ་ལྟ་བུ་འདིའི་རིགས་དེའི་ནང་ལ་རྩ་བའི་ཆ་ནས་ཁོ་རྒྱ་ནག་གི་དེ་གའི་སྐབས་དེའི་ལྟ་གྲུབ་ཀྱི་སྐོར་གང་ལ་གང་འཚམ་ཅིག་དང་ལྟ་གྲུབ་དང་འབྲེལ་བའི་སློབ་དཔོན་ཆེན་པོ་རྣམས་ཀྱི་ལོ་རྒྱུས་དེའང་གང་འཚམ་ཅིག་ཡོང་གི་ཡོད་དེ་དེའི་ནང་ལ་ལའོ་ཅུན་ཟེར་བ་དེ་ལའོ་ཙི་ལགས་གསུང་གི་ཡོད་རེད་ལ་དེའི་གི་དག་ཏའོ་ཟེར་བའི་ལུགས་དེའང་གསུང་གི་ཡོད་རེད། ཡིན་ན་ཡང་ད་ལྟའི་གི་རྒྱ་ནག་གི་ཏའོ་ལུགས་དང་ཏའོ་སེམས་དང་ཏའོ་དེ་གི་ཏའོ་ད་ཏའོ་གི་ཆོས་ལུགས་དེ་ཡིན་རྒྱུ་དེ་ལའོ་ཙི་དང་ལའོ་ཙི་གི་གཞུང་ལུགས་ལ་བརྟེན་ནས་ག་ལེ་ག་ལེ་བྱས་ནས་དར་རྒྱས་བྱུང་ཞེས་པ་ཅིག་ལས་ལའོ་ཙི་ཁོང་རང་ཉིད་ཀྱིས་དངོས་སུ་གསར་གཏོད་བྱས་བཞག་པའི་ཆོས་ལུགས་ཅིག་མ་ཡིན་པ་དེ་ཕར་ཆེར་ཡོངས་གྲགས་སུ་ཁས་ལེན་བཞིན་པ་འོ་དེ་འདྲ་ཞིག་རེད་འདོད། ད་ལྟའི་འདི་དེ་འདྲའི་སྐོར་དུ་ཡང་རྒྱ་ཞང་སྐྱིད་པ་མང་བོ་ཅིག་གླིང་གདབ་པ་ཡིན་ན་ཡང་དེ་རང་དེ་ཚོ་གི་དབང་གིས་ཕར་ཆེར་ཡོང་ས་མ་རེད། དེ་འདྲ་ཡིན་དུས་གར་སྟེ་དེའི་སྐོར་དེ་ཅིག་ཤི་གོ་གི་ཡོད་ན་གཙོ་བོ་དེ་འོ་ད་ཐིག་འདི་བསྡེབས་ཏེ་ཡིན་ཅིག་མ་ཅིག་ཅིག་གཟིགས་པ་ཡིན་ན་དེ་ནི་ག་ལེ་ག་ལེ་ཅི་ནི་དེ་ལས་ཕ་ཕར་ཅིག་འཁྲུགས་ནས་དེ་ནི་ཅིག་ཡང་རྩ་བ་དང། རྩ་བ་དེ་ལ་འཇུ་ཚར་དུས་དེ་ནི་ཡར་ཀ་དང་ལོ་མ་དང་དང་མེ་ཏོག་དང་འབྲས་བུ་ལ་སོགས་པ་མང་པོ་ཞིག་ཕ་ཕར་བརྐྱངས་ནས་འགྲོ་ས་ཡོད་རེད་ཟེར་བ་དེ་ཤོད་ཀྱི་ཡོད། དེ་འདྲ་ཡིན་དུས་དེ་ལྟ་སྣང་གགས་གཅིག་རེད། ལྟ་སྣང་གགས་གཉིས་པ་དེ་གང་རེད་ཟེར་དོན་ནི་ལྟ་འདི་ལྟ་བུའི་གཞུང་ལུགས་འདི། དུས་ཚོད་ཀྱི་དབང་དུ་བཏང་ན་ད་སྔ་ཚོད་ག་འདྲས་ཞིག་རེད་ཟེར་ན་ད་དེ་ཧ་ཅང་སྔ་མོ་རེད་ཅིང་འཛམ་བུ་གླིང་གི་དེ་གི་གཞུང་ལུགས་ཀྱི་ནང་ནས་གཞུང་ལུགས་སྔ་ཤོས་ཀྱི་བྲིས་ཤིག་ལ་བརྩི་དགོས་ཡ་དེ་འདྲས་ཤིག་རེད་ཡིན་ས་རེད། ཁྱད་པར་དུ་རྒྱ་ནག་ནས་ཕྱི་ལོ་ཆིག་སྟོང་དགུ་བརྒྱ་བདུན་ཅུ་དང་གསུམ་དང་དགུ་བཅུ་ད་གོ་གྲངས་གཉིས་ཀ་ལ་སྔ་ཤོས་ཐོན་པའི་དེ་གི་ད་བང་སོ་གི་ནང་ནས་ཐོན་པའི་དེ་ནི་ཕྱིའི་སྣ་བུག་གི་ཡིག་ཉམས་དེ་འདྲ་ཐོན་ཡོད་རེད་ས་འོག་ནས་དེ་གཉིས་ཀ་གཞིར་བཟུང་བྱས་ནས་བསམ་བློ་བཏང་འོང་དུས་ཀྱི་ད་སྔ་ཅི་སྟེ་གི་ང་ད་འདི་གི་ཧ་ཅང་སྔ་མོ་དུས་མདོར་ན་དེ་གི་སྤྱི་ལོའི་སྔོན་གྱི་དུས་རབས་ཟེར་གི་འདུག་བ་སྤྱི་ལོའི་སྔོན་གྱི་དུས་རབས་ཁུལ་དུ་གཏམ་ཚིག་དབང་དུ་བཏང་ན་ད་ལྟའི་གི་སྤྱི་ལོ་མང་པོ་མ་ཚུགས་པའི་སྔོན་གྱི་ནི་ལོ་ཉིས་སྟོང། ངོ་མ་རེད་ལོ་ཉིས་བརྒྱ་སུམ་བརྒྱ་གི་སྔོན་ལ་ཡར་དེད་ནས་འགྲོ་གི་ཡོད་པ་དེ་འདྲ་ཞིག་རེད་དེ་མ་དཔེ་ཁོ་རང་ནི་ལའོ་ཙི་དེ་དེ་ལས་ཀྱང་ཅུང་ཟད་ཡར་སྔ་བ་སྣུར་འོང་དུས་ཀྱི་ཕར་ཆེར་སངས་རྒྱས་བཅོམ་ལྡན་འདས་དང་དེ་ཐོག་མཉན་པ་ཙམ་ཅིག་ཡོང་གི་ཡོད་པ་དང་དེ་འདྲ་རེད། གཉིས་པ་དེ་ལའོ་ཙི་གི་ལྟ་གྲུབ་འདི་རྒྱ་ནག་ལ་དར་བ་དེ་རྒྱ་ནག་ལ་ནང་པ་བཟང་སྐྱིད་པ་དང་ཐེག་པ་ཆེན་པོ་དར་བ་ལ་ཧ་ཅང་གི་དེ་དེ་གི་བསམ་བློ་དེ་དང་ལེན་བྱེད་པ་ལ་ཧ་ཅང་གི་རམ་འདེགས་གི་ནུས་པ་ཐོན་ཡོད་པ་དང་ཁོ་རང་གི་བྱང་ས་ལྟ་བུ་ཞིག་ཆགས་ཡག་པ་ང་རང་ངོས་ནས་ད་ཐིག་ངོས་འཛིན་བྱེད་གི་ཡོད་དེ་ཡིན་ཡང་ཕར་ཆེར་ཡིན་ས་རེད། དེ་འདྲ་ཡིན་དུས་འདིའི་སྐོར་དེ་ཡང་ཤིབ་དུ་སོ་སོ་གི་ཚིག་ལྟ་ཚུལ་དང་བསམ་ཚུལ་དེ་ཚོ་གོ་སྐབས་བྱུང་ན་རྗེས་ནས་གླེང་གི་ཡིན། དེ་རྒྱུ་མཚན་གང་རེད་ཟེར་ན་དཔེར་ན་རྒྱ་གར་དང་ཁ་ཉེ་ཤོས་ཀྱི་ཤི་རི་ལ་ཀ་ལ་སོགས་པ་ཁོར་ཡུག་གི་རྒྱལ་ཁབ་དེ་ཚོས་ཀྱང་ཐེག་ཆེན་དང་ལེན་བྱས་པ་དེ་ཉོག་ཉོག་བྱས་ནས་དེ་ད་ལྟའི་བར་དུ་ཡང་སྤྱིར་བཏང་གི་ཐང་མི་རང་བྱས་ནས་འགྲོ་བསྡད་པ་རེད། ཡིན་ན་ཡང་ཤར་རྒྱ་མཚོ་གི་མཐའ་ལ་ཡོད་པའི་རྒྱ་ནག་དེ་གི་ག་རེ་བྱས་ནས་རྒྱ་གར་གྱི་ཐག་པ་ཆེན་པོ་གི་ལྟ་གྲུབ་དེ་དེ་ཙམ་དུ་དོ་སྣང་ཆེ་བ་བཅས་རེད་ཟེར་བ་དེ་ཁོང་སོགས་ཀྱི་དུས་སྔོན་དུ་དར་ཟིན་པའི་དེ་གི་གཞུང་ལུགས་དེ་ད་ལྟ་དེ་གི་ལའོ་ཙི་གི་བསམ་བློ་དང་ཀྲང་ཙི་དང་མུང་ཙི་ཟེར་བ་ཁ་ཤས་ཅིག་ཡོད་རེད་ཁོང་སོགས་ཀྱི་བསམ་བློ་གི་ལྟ་གྲུབ་དང་དེ་ཡི་གི་ཐག་པ་ཆེན་པོ་གི་ལྟ་གྲུབ་གི་བར་ལ་ཧ་ཅང་གི་དེ་གི་དེ་བར་ཐག་ཉེ་བའི་རེ་བ་ཞིག་ཡོད་པའི་རྒྱུ་མཚན་གྱིས་རེད་བསམ་པ་དེ་འདྲ་ཡོད། དེ་ལྟ་ན་མ་ཚད་ད་རྒྱ་ནག་ལ་ཆེས་ཆེར་སྙན་གྲགས་ཆེ་བའི་ད་དེ་གི་མགོན་པོ་ལི་གྲུབ་གཉིས་པ་ལྟ་བུ་ཡིན་པ་དེ་འདྲ་ཡིན་དེ་གི་ད་དེ་གི་ལོ་ཙཱ་བ་ཆེན་པོ་གཞོན་ནུ་སོགས་ཟེར་ན་འདྲ་ད་ཁོང་ཅིག་བསམ་གྱིས་མི་ཁྱབ་པའི་སྐྱེ་བོ་དམ་པ་ཆེན་པོ་རེད་ད་རྒྱ་སྐད་ལ་ཇོ་མོ་ལོགས་སུ་ལབ་ཡ་དེ་གང་འདྲ་བོ་ཡིན་ན་ཡང་དེ་གི་ལའོ་ཙི་གི་ལྟར་དུ་ཏའོ་ཏི་ཀྱི་འདས་ལ་འབྲེལ་པ་ཙམ་ཡོད་པ་དེ་འདྲ་རེད་བཞག་དེ་འདྲ་ཡིན་དེ་གི་ནང་པ་སངས་རྒྱས་པ་གི་ཁྱབ་ཁོངས་ནང་ལ་ཡང་དངོས་ནས་ད་ལྟའི་བར་དུ་རྒྱ་ནག་རང་གི་མཁས་པ་གི་ཁོངས་ན་ཡང་ལའོ་ཙི་གི་དགོངས་པ་དེ་ནང་པ་སངས་རྒྱས་པ་དང་དེ་གི་ཕྱོགས་འདྲ་བྱས་ནས་ཡོང་བསྡད་པ་ཞིག་མ་གཏོགས་ཁག་ཐབས་དང་འགལ་ཟླ་ལྟ་བུའི་གི་དེ་གི་ལྟ་གྲུབ་ཅིག་ཡིན་པའི་ངོས་འཛིན་དེ་ཅུང་ད་མ་ཉུང་བ་སེམས་ཧ་སྐུག་མེད་ཡིན་ན་ཡང་ཡོངས་ཁྱབ་ཀྱི་ཐོག་ནས་ངོས་འཛིན་བྱེད་སྟངས་དེ་དེ་འདྲ་རང་རེད་བཞག་འདུག་དེང་སང་གི་ཞིབ་འཇུག་པ་གི་ཡང་ལའོ་ཙི་གི་ཤ་བརྡབ་པའི་ཏའོ་ཟེར་བ་དང་ནི་ཐིན་ཟེར་བ་དང་ནི་ཏི་ཟེར་བ་དང་ད་ཅིག་རྣམས་དང་དེ་འདྲའི་ཉག་གཅིག་དང་དེ་ནི་དེ་གི་དེ་གི་ཉིད་ཟེར་བ་འདྲ་བོ་དེ་འདྲའི་གི་ཐ་སྙད་མང་པོ་ཅིག་ཡོང་གི་ཡོད་རེད་ཡིན་ན་ཡང་དེ་ཚོ་ཚང་མ་དེ་ཡང་སྤྱི་བཏང་གི་ཕྱི་དངོས་པོ་གི་རང་བྱུང་གི་གནས་ལུགས་ཙམ་ལ་ངོས་འཛིན་པ་ལས་དེ་ནི་དེ་རྟག་གཅིག་རང་དབང་པ་དང་ནི་ཤེས་པ་པོ་ཅིག་ལ་ངོས་འཛིན་བྱེད་ཀྱི་མེད་པ་དེ། དེང་སང་གི་ཞིབ་འཇུག་པ་དེ་ཚོ་གི་ཡང་རྩལ་འདོན་བྱས་ནས་ཤ་བཞག་པའི་གཞུང་ལུགས་ཚད་ལྡན་དེ་འདྲ་ཡང་མང་པོ་སྦྱར་ཡ་འདུག་དེ་ཚོ་དེ་ལྟ་ངེས་ད་ལྟ་འདི་ནང་དོན་འདི་གི་ལྕེ་ཁོག་ལ་ཕར་དེ་ག་ཙམ་ད་མཛུབ་མོ་རི་ལྟོ་འདྲ་བོ་ཞིག་བཅད་པ་རེད་སྤྱིར་བཏང་གི་གཞུང་ལུགས་འདི་འདྲ་དྲག་པོ་དང་དེ་འདྲ་ཡིན་ཙང་འདིའི་རིགས་ལ་དགའ་མོས་བྱེད་མཁན་དང་ངའི་སྐད་ཆ་འདི་ཚོ་ཉན་མཁན་དང་ཞིབ་ཚགས་པོ་གི་དེ་གི་དགོངས་པ་བཞེས་མཁན་དེ་ཚོ་ཡང་ཉུང་ཉུང་ཡིན་གྱི་རེད། ཡིན་གྱི་རེད་དེ་ཡང་སོ་སོ་ནང་བཞིན་ཅིག་དག་ཡིག་ཉོག་ལ་དགའ་མཁན་དང་འདྲ་འདི་འདྲའི་གི་ཅིག་གཞན། ད་སྤྱིར་བཏང་གི་འཛམ་བུ་གླིང་གི་ལའོ་ཙི་ལ་ཧ་ཅང་དོགས་སྣང་ཆེན་པོ་སྐྱེས་བཞག་པའི་སྐབས་དེ་ལ་བོད་པ་རྣམས་ཀྱི་དོགས་སྣང་ཆེན་པོ་བྱེད་མི་འདུག་ད་ལྟ་ངས་ཟེར་བ་དེའང་སྟེ་རྒྱ་ནག་ནས་བོད་ཡིག་ལ་བསྒྱུར་འདུག་ཟེར་བ་དེའང་རྒྱ་ནག་གི་རྣམ་གྲངས་ཀྱི་ཁོངས་ལ་གནའ་བོའི་གཞུང་ལུགས་ཁ་ཤས་བསྒྱུར་དགོས་ཟེར་བའི་དེ་འདྲའི་གི་རྣམ་གྲངས་ཀྱི་རྒྱ་ནག་ཁོ་རང་ལ་གཙུག་ལག་སྡེ་བཞི་ཟེར་བ་འདྲ་བོ་དེ་འདྲ་ཞིག་ཡོད་དེ་གཙོ་བསྒྱུར་བའི་ཁོངས་ལ་རྣམ་གྲངས་ཀྱི་ཁོངས་སུ་མར་བསྒྱུར་དུས་ད་དེ་ག་ཙམ་དུ་འདྲིས་མ་གཏོགས་པ་གཞན་པ་དངོས་གནས་ཀྱི་ད་ཅིག་ཡོངས་ཁྱབ་ལ་གསར་ཅིག་ཕན་ཐོགས་ཡག་གི་དེ་འདྲའི་བསྒྱུར་ཞགས་པ་ཞིག་རེད་མི་རེད་མི་འདུག་ཟེར་བ་དེ་ཕན་ཐོགས་ཆོག་གི་རེད་བ་དེ་ཡིན་ན་དེ་ཅིག་ཡིན་ན་བསྒྱུར་ཁོ་རང་གི་སྤུས་ཚད་ཀྱི་ཐད་ཀྱི་ཡིན་གྱི་རེད་གང་ལྟར་ཡང་ད་ལྟའི་བར་དུ་ཤུགས་རྐྱེན་འདྲ་བོ་དེ་ཕར་ཆེར་མ་བྱུང་བ་ཞིག་རེད་འདུག་དེ་འདྲ་རེད། འོ་དེ་འདྲ་ཡིན་དུས་ཀྱི་རྟགས་འདིའི་སྐབས་སུ་ནི་ག་རེ་ཞུ་གི་ཡོད་ཟེར་ན་དེ་ནི་གཉིས་པ་དེ་རྟགས་ཁོ་རང་གི་གཞུང་གི་བརྗོད་བྱ་དེ་ག་འདྲ་ཞིག་རེད་ཟེར་ན་བརྗོད་བྱ་དེ་སྤྱིར་བཏང་གི་ཡིན་ན་ཚིག་གི་ཆ་ནི་ཉུང་ཉུང་རེད། ཚིག་ཉུང་ཉུང་ཡིན་ནའང་རབ་བྱེད་དེ་ཧ་ཅང་མང་པོ་རེད་རབ་ཏུ་བྱེད་པ། རྒྱ་བྱེད་གྱ་གཅིག་ཙམ་ཞིག་ཡོད་རེད་ད་རབ་བྱེད་གཅིག་རེ་ལ་ནི་ཤུ་ལོ་ཀ་གཅིག་གཉིས་མ་གཏོགས་མེད་པ་ཡང་ཡོད་རེད།

སྤྱིར་བཏང་གཞུང་གི་གོ་རིམ་ཡིན་ན་སྤྱོད་པ་དེ་མཇུག་ལ་ཡོད་པ་དང་ལམ་དེ་སྔོན་ལ་ཡོད་པ་རེད། ད་ཡིན་ན་ཡང་ད་ལྟ་བྱས་པ་ལྟར་འདི་རེད་ཕྱིའི་གནའ་བོའི་གི་མ་དཔེ་དེ་ཚོ་གི་ནང་ན་ཡང་ལམ་དེ་སྤྱོད་པ་དེ་སྔོན་ལ་བཏབ་ནས་ལམ་དེ་མཇུག་ལ་བཏང་པ་ཡང་ཡོང་གི་ཡོད་རེད་དེ་ནི་འདིའི་གོ་རིམ་དང། དེའི་གི་སྤྱིར་བཏང་གི་ནང་དོན་གི་གོ་རིམ་ལ་སོགས་པའི་སྒྲིག་སྟངས་དེ་ཚོ་ཡང་དེང་སང་གི་མཁས་བ་རྣམ་པས་ཡང། འདི་ལ་དབྱེ་ཞིབ་དང་བསྐྱར་སྒྲིག་བྱས་འོང་དུས་ཧ་ཅང་རྣམ་གྲངས་མང་པོ་ཞིག་ཆགས་འགྲོ་གི་ཡོད་རེད་དེ་འདི་མཐའ་གཅིག་ཏུ་འདི་ཡིན་འདི་མིན་ཟེར་བ་གང་ཡང་མི་འདུག་འོ་དེ་འདྲ་རེད། དེ་འདྲ་ཡིན་དུས་ད་ངས་གང་ལྟར་ཡང་འདིའི་སྐབས་སུ་སྤྱོད་པ་དང་ལམ་གྱི་མདོ་ཟེར་བ་དེ་བསྒྱུར་བ་རེད། དེ་འདྲ་ཡིན་དུས་དེ་ལྟ་བུའི་སྤྱོད་པ་དང་ལམ་གྱི་མདོ་དེས། ད་འཛམ་བུ་གླིང་དང་ནི་དེ་ནས་དེང་སང་གི་དུས་རབས་དང་ནུབ་ཕྱོགས་ཀྱི་སྤྱི་ཚོགས་དེ་ཚོ་ལ་ཧ་ཅང་གི་ཤུགས་རྐྱེན་ཆེན་པོ་ཡོང་གི་ཡོད་ས་རེད། དེ་ཁྱེད་རྣམ་པ་ཨིན་ཇི་ཤེས་མཁན་ཡོད་ན་ཡང་ད་ཏའོ་ཏའི་ཅིན་ཟེར་བ་ཚིག་དེ་ག་རང་རང་ཅག་ག་བཞག་ཡོད་རེད་ཨིན་ཇི་དགའ་ཐོག་མང་པོ་ཞིག་ལ་ཏའོ་ཏའི་ཆིན་འདྲ་བོ་ཅིག་བྲིས་ཡོད་ས་རེད་འོ་དེ་འདྲ་ཡིན་དུས་གི་དེ་ན་བ་ཚང་མས་གཟིགས་ན་ཧ་གོ་གི་རེད། ད་དེ་ག་འདྲར་བྱས་ནས་ཡོད་རེད་ཟེར་ན་དཔེར་ན་མཉམ་འབྲེལ་རྒྱལ་ཚོགས་ཀྱིས་དེ་འདྲའི་སློབ་གྲབས་དང་འབྲེལ་བའི་དེ་འདྲའི་གི་སྡེ་ཚན་ཅིག་ཡོད་ས་རེད་འཛམ་བུ་གླང་གི་ད་ཅིག་ཅིག་འགྲོ་བ་མིའི་རིགས་ཀྱི་ལྷ་བཤའ་དང་ལོ་གསོས་དང་འབྲེལ་བའི་དེའི་དེ་ཚོ་གི་སྐོར་ལ་ཞིབ་འཇུག་བྱེད་མཁན་གི་སྡེ་ཚན་ཅིག་རེད་ཤག། དེས་ད་གི་སྡེ་ཚན་དེ་ག་རེ་སྡོམ་ཚིག་བརྒྱབ་ཡོད་རེད་ཟེར་ན། ད་དེ་གི་ད་ལྟ་འགྲོ་བ་མིའི་རིགས་ཀྱི་ཁོ་རང་བོད་ད་ལོ་རྒྱུས་ཟེར་ན་འདྲ་འདྲ་ད་ད་ལྟ་སི་ཀོ་ལ་འདིའི་ཐོག་གི་དེ་འདྲའི་དེབ་ཅིག་ལ། དེ་གི་ཡེ་ཤུ་གི་ལྷ་ཆེན་ཟེར་བའི་ད་ཡེ་ཤུ་གི་དེབ་དེ་ཡེ་ཤུ་གི་གསུང་རབ་ཀྱི་དེབ་དེ་ལས་གཞན་དུ་གྱུར་པ་ཅིག་ལ། དེ་གི་བཀའ་ཡིག་གཞན་དུ་བསྒྱུར་བ་མང་ཤོས་ཀྱི་གསུང་རབ་དེ་འོ་དེ་ལའོ་ཙི་གི་ཏའོ་ཏི་ཅི་འདི་ཁོ་ན་རེད་བཞག་ཟེར་ནས་དེ་དེ

དེའི་ཕྱོགས་ལའང་སྐྱིད་པ་དང་ནི་བསམ་བློ་བ་མང་པོ་ཡོད་པའི་རྒྱལ་ཁབ་དེ་འདྲ་ཡིན་པའི་ཡིན་དུ་རེད་འདུག་རིག་གཞུང་ཕྱུག་ཤུགས་མགོ་སེར་གྱི་ནང་གི་ཁོང་ཚོ་རིག་གཞུང་ཡག་ཤོས་ཀྱི་རྒྱལ་ཁབ་དེ་འདྲ་རེད་འདུག་དེ་འདྲས་ནི་ཁོང་ཚོ་གི་ནང་ལ་མིག་སེར་གྱི་འདི་རིགས་ལ་མཐོང་ཆེན་བྱེད་མཁན་དེ་མང་བ་རེད་བཞག་དེ་ལ་ལྟོས་ན་ཨོ་སི་ཀྲི་ལི་ཡ་འདི་ཚོ་ཅིག་དེ་འདྲས་ཀྱི་སྣང་བ་སྐྱིད་པོ་བའི་རྒྱལ་ཁབ་དེ་འདྲ་ཡིན་ཟིག་གི་ཡང་ལའོ་ཙི་གི་སྐོར་དེ་ཏི་ས་དུ་འཇོག་གི་དོ་སྣང་བྱེད་མཁན་ཕར་ཚད་མགོ་སེར་གྱི་ནང་ལ་ཉུང་ཉུང་ཡིན་གྱི་རེད་བསམ་གྱི་འདུག་འོ་དེ་འདྲ་རེད།

འདི་ནི་མི་མང་གི་ནང་བསམ་བློ་གི་དཀའ་ངལ་སེལ་རྒྱུ་ལ་ཧ་ཅང་གི་དེ་གར་དེ་དམིགས་བསལ་གི་རམ་འདེགས་གང་ནུས་པ་ཐུབ་གི་རེད་ཟེར་བ་དེ་རྒྱུ་རེད་ད་ཐེངས་དེ་ཡང་ངའི་གླེང་བརྗོད་ཀྱི་ནང་ལ་བོད་ཡིག་ལ་བསྒྱུར་ནས་སྤྱིར་བཏང་གི་ཡོད་དེ་འདྲ་རེད། དེ་བཞིན་དུ་དེ་གི་དབྱིན་ཇི་གི་ད་འཛམ་བུ་གླང་གི་ཤུགས་རྐྱེན་ཆེ་ཤོས་ཀྱི་མཚན་ཉིད་རིག་པ་པ་ལྔ་བརྒྱ་ཟེར་བའི་བྲིས་སུ་བགྲང་ཡོང་བའི་དེ་ནི་དབྱིན་ཇིའི་མཚན་ཉིད་རིག་པ་བ་ཞིག་འདུག་དེས་ཁོ་རང་གི་མིང་ལ Andy ལབ་གི་འདུག་ད Clark Clark ཡིན་ཟེར་གི་མཚན་ཉིད་རིག་པ་བ་ཁོ་རང་གི་ད་མིང་ངུ་ནི་ཏེ་ཨ་འདི་ཡིན་ས་རེད། དེ་ག་རེ་ལབ་འདུག་ཟེར་ན་ད་དེང་རབས་ཀྱི་དཔལ་འབྱོར་རང་དབང་གི་ཁྲོམ་ར་ད་ཅིག་ག་རེ་ཟེར་བ་རང་དབང་ཁྲོམ་ར་ཟེར་བ་དེ་དཔལ་འབྱོར་གྱི་འཁོར་སྐྱོད་ཅེས་པ་ལ་རང་བཞིན་གྱིས་གྲབས་གདབ་པའི་འཛམ་གླང་གི་སྐོར་རང་ཐུན་མོང་གི་ངོས་ལེན་བྱེད་པའི་ལྷ་མཚོན་གྱི་འཁོར་སྐྱོད་ཀྱི་དེ་ནི་རྒྱ་མཚམས་མེད་པའི་རང་དབང་གི་འཁོར་དེ་འདྲའི་གི་ད་གཅིག་ལ་གཅིག་བརྟེན་དང་ནི་གཅིག་ཕན་གཅིག་གྲོགས་ཀྱི་ཚུལ་དུ་ཡོངས་བསྡད་པའི་དཔལ་འབྱོར་རང་དབང་གི་འཁོར། ཁྲོམ་ར་གཅིག་ཡོད་པ། དེའི་ཁྲོམ་ར་གི་ལྟ་གྲུབ་དེ་ལའོ་ཙི་གི་དག་གི་དེ་མ་ཇུའུ་རང་བྱུང་རང་བབ་ཀྱི་སྐྱོང་སྟངས་ཟེར་བ་དེ་ད་མ་ཇུའུ་རང་བབ་ཟེར་བ་དེ་ངས་བརྒྱུད་རེད་མ་གཏོགས་པ་རྒྱ་ཡིག་གི་དག་ལ་ཝུ་ཝུ་ཝི་ཟེར་བ་གཅིག་ཡོད་རེད་ཝུ་ཝི་ཀྲི། ཨ་ད་ཝུ་ཝི་ཨམ་ཝུ་ཙའོ་ཙོ་ཟེར་བ་དེ་ཝུ་ཝི་ཟེར་བ་དེ་རེད་ད། དེ་ཝུ་ཝི་ཟེར་བ་དེ་བསྐྲུན་མ་མ་ཡིན་པ་དང་དེ་གི་དེ་ག་ཙམ་ཆེད་དུ་ཨུ་ཚུགས་བརྒྱབ་ནས་ཕར་ཅིག་དེ་གི་མང་པོ་ཅིག་གནམ་བཞག་པ་དང་ཅིག་བསྐྲུན་མ་བྱས་བཞག་པ་མ་ཡིན་པར་མ་ཇུའུ་རང་བབ་བཟོས་བཞག་པའི་འགྲོ་སྟངས་ཞིག་ཡོད་རེད་དེ་རེད། དེའི་གང་ལྟར་ཡང་ལའོ་ཙི་གི་བསམ་བློ་ལ་ཕུགས་ཐུག་ཡོད་ཚེ་དེང་སང་གི་འཛམ་བུ་གླིང་གི་དཔལ་འབྱོར་གྱི་ཁྲོམ་ར་གི་འགྲོ་སྟངས་དེ་རྩ་བ་ལའོ་ཙི་ལ་ཐུག་ཡོད་ལབ་ཡོད་དེ་འདྲའི་ལབ་སོང་སོང་བཞག་རོགས། ད་རུང་དེ་ཚད་ཀྱི་མི་འདུག་འཇར་པན་ད་ལྟ་ཉི་འོང་གི་ད་དངུལ་ལུགས་རིག་པ་གི་ད་ནོ་སྦེལ་གི་བཟང་རྟགས་བཞེས་མཁན་གཅིག་འདུག་ཡི་ཁ་པ་ཧི་དེ་ཁི་ལ་འདུག་ད་འཇར་པན་གི་སྐད་དེ་ཡག་པོ་ཞིག་མེད་གང་ལྟར་ཡང་རེད། དེའི་གི་ད་ལའོ་ཙི་གི་ད་དེའི་ཚིག་དེ་དཔེ་གལ་ཆེན་པོ་རེད་ཁོ་ནོ་བེར་ནོ་བེར་གི་ད་ད་འདི་གི་མཚན་ཉིད་རིག་དངོས་ལུགས་རིག་པ་གི་གཟེངས་རྟགས་བཞེས་མཁན་གྱི་འདི་གི་ཚན་རིག་པ་ཆེན་པོ་རེད། ད་ནོ་བེར་གི་གཟེངས་རྟགས་བཞེས་མཁན་ཟེར་དུས་གི་ཀྱང་ང་ཚོ་ཚང་མས་ཧ་ལས་ཧོན་འཐོར་གི་ཡོད་ས་དེ་རེད་བ། དེ་འདྲ་ཡིན་དུས་གི་ལའོ་ཙི་གི་ལོ་ངོ་ཉིས་སྟོང་ལྷག་གི་སྔོན་ན་དེ་ནས་ད་ལྟའི་འགྲོ་བ་མིའི་རིགས་ཀྱི་དཔར་ཡོན་གི་ཞན་ཆ

ལྟ་གྲུབ་དྲིལ་བཞག་པ་ཞིག་རྒྱ་གར་རང་སྲིད་རང་སྐྱོང་ལྟ་བུ་ཞིག་ལ་མཚོན་ན་ད་དངོས་གནས་དམིགས་བསལ་ཡོད་རེད་གང་རེད་ཟེར་ན་དེའི་ནང་ན་དཔེར་ན་རེ་ལི་དང། རེ་ལི་ཟེར་ན་ད་ལྕགས་ལམ་དང་ནི་དེ་ནི། ཁྲིམས་རྩོད་པ་དང་སྨན་ཁང་ལ་སོགས་པ་དེང་རབས་ཀྱི་བར་ཡོང་གི་འདུག་ལྟ་བུ་རེད་གསུངས་ནས་རྒྱུ་མཚན་མང་པོ་ཞིག་ཅིག་བཀྲལ་ཡོད་རེད་ཡིན་ནའང་སྐབས་དེར་བསམ་བློའི་ནང་ལ་དེ་འདྲའི་ཅིག་འཁོར་ཐུབ་པ་ཧང་སང་ཡོད་རེད་བསམ་པ་འདྲ་བོ་ཅིག་ང་ལ་བྱུང་མྱོང། ཡིན་ན་ཡང་ད་ལྟ་བསམ་བློ་བཏང་བ་ན་ད་ཐེངས་ལའོ་ཙི་གི་ལོ་ཉིས་སྟོང་བཞི་བརྒྱ་ལྔ་བརྒྱ་གི་སྔོན་ལ་དེ་ནི། དེང་རབས་པར་ཡོང་གི་ཤན་ཆ། ཤན་ཆ་ཟེར་བ་དེ་དེང་གི་ཝུའུ་ཝུའི་མ་ཅི་ན། རེད་བ། དེ་ནི་དཔེར་ན་རང་བྱུང་གི་ཁམས་ལ་གཏོར་བརླག་ཚབས་ཆེན་པོ་བཏང་ན། ཁོ་རང་ཁོ་རང་གི་སྐྱེས་འཕེལ་གྱི་རང་བྱུང་གི་ཆོས་ཉིད་ལ་བརྩི་བཀུར་མ་བྱས་ནས་ང་ཚོ་གི་ཇུས་གཏོགས་ཚ་འདི་བསྒར་བ་བྱས་པ་ཡིན་ན། ད་དེ་ཤེས་ཡོད་རེད་བ། དེ་ལ་མཇུག་འགྲིལ་ངམ་པ་སྦྱོང་རྒྱུ་ཡིན་པ་མང་པོ་ཅིག་ད་ལྟ་གྲུབ་འདིའི་གདངས་ལས་སོང་ཡོད་རེད། དེ་ཡོད་དུས་དེ་གི་ལའོ་ཙི་ནི་ཕར་ཆེར་བསམ་ཡུལ་ལས་འདས་པའི་དངོས་གཤིས་ཅན་ཞིག་དང་འདྲ་བར། དེ་མི་སྒེར་དང་འགྲོ་བ་མིའི་རིགས་ཧྲིལ་བོ་གི་ཆེས་མཐའ་མཇུག་གི་ལས་དབང་དེ་ནི་སྒྲིབ་མེད་དུ་ཤིས་འདུག་ད་ཁོ་རང་གི་ཚིག་དེ་ཧ་རང་རེད། དེ་ནི་དཔེར་ན་ང་ཚོ་ཡིན་ན་ཅིག་བསམ་ཡུལ་ལས་འདས་པའི་དངོས་གཤིས་ཡོད་པ་ནང་བཞིན་ཅིག་བྱས་ནས་དེང་རབས་ཀྱི་པར་ཡོང་གི་ཞན་ཆ་དེ་དེ་ཡིན་ནས་ངོས་བཟུང་འདུག་ལ། དེ་ནི་དེ་གི་ད།

སྣང། སྣ་ཚོགས་ཀྱི་སྤྱོད་པ་དང་ལམ་གྱི་མདོ་འདི་ལས་གཞན་པའི་དཔེ་དེབ་ཡོངས་སུ་རྫོགས་པ་མེད་བསགས་བཏང་ནས་ད་ཨ་རིག་གི་མི་གི་ལབ་རོའོ། དཔེ་དེབ་ཡོངས་སུ་རྫོགས་པ་མེད་བསགས་བཏང་ནས་དེ་ནི་ད་གཏམ་རྒྱུད་འདི་ཁོ་ན་གི་ནང་ནས་ཤེས་རབ་ཀྱི་སྙིང་པོ་འཚོལ་ན་ཕར་ཆེར་དེ་ཡག་ས་རེད་ལབ་འདུག་ད་དེ་དེ་འདྲའི་ལམ་གྱི་འཇོན་ཡོད་རེད་འོ་དེ་འདྲ་ཡིན་དུས་དེ་ཚོ་གར་འགའ་ཆེན་པོ་ཅིག་རེད་བསམ་གྱི་འདུག། ད་རྒྱ་ནག་རང་གི་ཡིན་ནའང་གནའ་བོའི་རྒྱ་ནག་གི་མཁས་པ་དང་ད་ཆབ་སྲིད་མི་སྣ་དང་མང་པོ་སྐད་ཆ་མང་པོ་ལོང་དྲངས་ཡོད་རེད་ཡིན་ནའང་འདིའི་ནང་ནས་ངས་ཚང་མས་གི་སྤྱིར་བཏང་གི་ལྟས་ཙེ་ཅིག་ཡང། ནམ་རྒྱུན་ནས་ཡིན་ན་སེམས་ཁམས་སེམས་འདུན་དང་ཉམས་གླེང་གི་སྐོར་ལ་སྐད་ཆ་བཤད་མཁན་མ་ཡིན་པ། དེ་ནས་ཁོ་ཡང་ནོ་བེར་རྩོམ་རིག་གི་ཤར་སྐད་སྤེལ་མཁན་ཡིན་ལབ་དེ་ང་མི་དགོས་ལབ་མཁན་གི་ཡང་མི་ཀྱོག་ཀྱོག་ཀྱོག། དེ་འདྲའི་དངོས་གནས་གི་ཁོ་རང་གི་དྭངས་གཙང་བཤད་སྟངས་ཡིན་ན་ཆོག་རྩོམ་རིག་དང་དེའི་སྒྱུ་རྩལ་གི་སྒེར་ཚུགས་ཡོད་པ། དེ་འདྲིའི་གི་ད་རྒྱ་ནག་གི་ལུགས་ཤུན་ཟེར་བ་ཅིག་ད་ཁང་སུ་ཚང་མའི་ཁ་ལ་ལེན་གི་ཡོད་རེད། དེ་གི་གསར་བརྗེ་གི་ད་སྐབས་དེའི་དུས་རབས་ཉི་ཤུ་རྩ་གཅིག་པའི་ཁོ་རང་དེ་འདྲིའི་རྩོམ་པ་པོ་ཞིག་རེད། ཁོ་རང་གི་ཡང་སྤྱོད་པ་དང་ལམ་གྱི་མདོ་མ་བཀླགས་ན་དེ་གི་རྒྱ་ནག་གི་རིག་གཞུང་ཤེས་གི་མ་རེད་ཟེར་ད་ཀྲུང་གོའི་ལམ་དེ་ཁོ་རང་རྒྱ་ནག་གི་རིག་གཞུང་ཤེས་གི་མ་རེད་ལ་དེ་མ་ཤེས་ན་མི་ཚེ་གི་བདེན་དོན་ཡང་ཤེས་གི་མ་རེད་ཟེར་ཁོས་གཉིས་ཡོད་སྤྱོད་པ་དང་ལམ་གྱི་མདོ་དེ་མ་བཀླགས་ན་རྒྱ་ནག་གི་རིག་གཞུང་གི་དེ་གི་སྙིང་དོན་དངོས་གནས་དེ་ཤེས་གི་མ་རེད་ཟེར་གཅིག་རེད། དེ་འདི་དེ་རིག་གཞུང་གི་འཚམས་སྲོལ་ཡིན་པ་གོ་མཚོན་གི་ཡོད་རེད། གཉིས་དེ་མི་ཚེ་གི་བདེན་དོན་ཞིག་གི་མ་རེད་ཟེར་དུས་དེའི་ནང་ལ་བཤད་པ་དེ་མི་ཚེ་གི་གནས་ལུགས་མཐར་ཐུག་དེ་བཤད་གི་ཡོད་རེད་ཟེར་བ་ཁོ་རང་གི་དེ་འདྲའི་ངོས་འཛིན་བྱེད་བཞག་རེད་བ། འོ་དེ་འདྲ་རེད་ཀྱ་དེ་འདྲ་རེད། ད་ཡིན་ནའང་དེ་ངས་དེ་འདྲའི་ཅིག་ཡིན་ན་ཡང། ང་ཚོ་གི་ད་རྒྱ་ནག་དང་རིག་གཞུང་གི་ཆ་ནས་ཡིན་ན་འདྲ་བཀའ་ཡིག་གི་ཆ་ནས་ཡིན་ན་འདྲ་བསྟན་པའི་ཁྱིམ་མཚེས་རེད་ཕ་མཚན་ཤིང་ཀིང་ཡང་མང་པོ་རེད་ད་བོད་པ་ཅིག་ལ་སོ་སོ་གི་བཀའ་ཡིག་ལས་གཞན་པའི་བཀའ་ཡིག་གཉིས་པ་མང་ཤོས་དེ་ང་ཚོ་གི་ཤི་ཡ་དེ་ཡང་ད་ཁོ་རང་ཅིག་འདོད་ན་མ་འདོད་འདྲ་དགའ་ན་མ་དགའ་ན་དེ་ཁོ་རང་རྒྱ་ཡིག་རེད་དེ་ཡོད་རེད་ཡིན་ན་ཡང་ང་ཚོ་གི་ནང་ལ་འདི་རིགས་གི་རྒྱ་ནག་གི་རིག་གཞུང་གི་སྙིང་བཅུད་གི་བཟང་ཕྱོགས་གི་དེ་གི་དེའི

རྒྱ་ནག་དང་ཐའེ་ཝན་གཉིས་ཕྱིར་གྱི་མཁས་པ་དང་མཚན་ཉིད་རིག་པ་བ་དང་ལྟ་གྲུབ་སྣ་བ་དང་དེ་ནས་གཙུག་ལག་སློབ་གྲྭ་ཆེན་མོ་གི་ནང་ལ་ཡོངས་ཁྱབ་ཀྱི་ངོས་འཛིན་ཡོད་པའི་མཁས་པ་འགའ་ཤོས་ད་བར་གྱི་ལོ་བརྒྱ་ཕྱི་གོས་ཆུ་དེ་འདྲའི་དྲོ་གི་ཡོད་པ་དེ་འདྲའི་ཡིག་གཉིས་ཀྱི་དེ་འདྲའི་ད་ཁོ་རང་གི་མི་ཚེ་གི་ཞིབ་འཇུག་གི་ཁྲོད་བརྩམས་བཞག་པ་དེ་གིས་ང་རང་གི་ལག་པ་ལ་འབྱོར་རུང་ད་འདིའི་འགྲེལ་བཤད་ཀྱི་ནང་ནས་ཀྱི་གོ་བདེ་བོ་ཆ་ཚང་ཤོས། འཐེར་སྒོ་ཚང་ཤོས་འདྲ་བོ་ཞིག་གི་དེ་འདྲི་རེད། ད་གཙོ་བོ་གི་ཚིག་དོན་དེ་ཚོ་མ་གོ་དེ་དེའི་ནང་གི་འདྲི་རྒྱབ་དང་བསྒྱུར་སོང་བྱས་ནས་མ་རེད་བསྒྱུར་ཤག་པ་ད་དེ་འདྲི་འདྲ་བོ་རེད། དེ་འདྲ་རེད་ད་ཡིན་ན་ཡང་དེ་གི་ནང་དོན་དེ་བསྒྱུར་བའི་གོ་རིམ་གི་ཁྲོད་ནས་དེ་ནས་ཅིག་ཡང་ཅིག་མ་རྟོགས་དང་ལོག་རྟོགས་དང་ཐེ་ཚོམ་ཡང་མང་པོ་ཞིག་ཡོད་ངེས་ཅན་རེད། དེ་ཡོད་དགུ་ཡོད་འོང་བའི་རྒྱུ་མཚན་ཡང་གཞུང་དེ་ཧ་ཅང་དེ་གི་གཏིང་ཟབ་བོ་དང་རྟོགས་དཀའ་བོ་དང་ཨ་ནི་ཚིག་དེ་དེ་གི་དེ་མཁྲེགས་བོ་དང་ཨ་ནི་དཔེར་ན་འགྲེལ་བ་ཡིན་ནའང་འགྲེལ་བ་སྟོང་ཕྲག་འགར་བ་དེ་འདྲ་ཡོང་གི་ཡོད་རེད་རྩ་བ་ཡིན་ནའང་རྩ་བའི་མ་དཔེ་དེ་ཚོ་ཧ་ཅང་མ་འདྲ་བ་དེ་འདྲ་ཡོང་གི་ཡོད་རེད་ལོ་སྟོང་ཕྲག་གི་མ་དག་རྒྱུན་འབྱུང་གི་ནོར་བ་ཟེར་བ་འདྲ་བོ་དེ་འདྲ་ཡང་མང་བོ་དྭངས་སང་ངོས་འཛིན་བྱེད་ཀྱི་ཡོད་རེད་གང་རེད་ཟེར་ན་ལོ་སྟོང་ཕྲག་གཉིས་ལྷག་གི་སྔོན་གི་མ་དཔེ་གཉིས་རྒྱག་དེ་གི་དེ་གི་ཐང་རྒྱལ་རབས་ནི་བཟུང་སྟེ་དེ་གི་ཀོ་བ་ལན་དང་ནོར་ནི་ཡང་དེ་གི་ཡོངས་ཁྱབས་སུ་ཡོད་པ་དཔེ་དེ་ཚོ་གི་ནང་གི་ནོར་འཁྲུལ་ལ་ནོར་འཁྲུལ་གི་འགྲེལ་བཤད་རྒྱབ་པ་ཡང་མང་པོ་དང་སང་ངོས་ལེན་བྱེད་གི་ཡོད་རེད་དེ་འདྲ་ཡིན་པ་ཡིན་ན་ང་ཚོ་མི་དཀྱུས་མ་ཞིག་གི་དེ་བས་ཀྱང་ཅིག་རྒྱ་ཡིག་གི་ཚ་གཞི་འདང་ལ་མ་འདང་བ་ཞིག་གི་ཁོང་ཚོ་གི་རྩ་བའི་རིག་གཞུང་གི་རྒྱབ་ལྗོངས་ལ་གང་ཡང་དེ་གི་ཆ་རྐྱེན་མེད་མཁན་ཆེན་པོ་མེད་མཁན་ཞིག་གི་དེ་ནི་གཡག་ན་ཁུ་ཚུར་བྱས་ནས་རྒྱུར་བཞག་པ་ཡིན་ཙང་འདིའི་ནང་ལ་ཡང་ཞན་ཆ་ཧ་ཅང་མང་པོ་ཡོད་རྒྱུ་རེད། ཡིན་ན་ཡང་ད་སོ་སོ་ལ་ཅིག་བོད་ཀྱི་སྐད་ཡིག་དང་ནི་སྤྱི་དང་གི་དུས་ཚོད་ཚུར་བོད་ཡིག་ལ་བསྒྱུར་ཡག་ལ་ཡང་གང་ལ་གང་འཚམ་གི་ཉམས་མྱོང་ཅིག་དང་ནི་དེ་འདྲ་ཡོད་དུས་ད་གང་ལྟར་ཡང་སོ་སོ་གི་ལི་ཁ་དེ་ལ་ཅིག་དང་ནི་ད་སྐྱབས་ཆེན་ཆེན་ཚེ་རིན་པོ་ཆེ་གི་བཀའ་དང་ཡང་འབྲེལ་བ་རེད་གཉིས་ན་སོ་སོ་གི་དགའ་ཕྱོགས་ཡང་རེད། དེ་བསམ་ན་ཡང་ཅིག་དངོས་གནས་གི་ཅིག་ད་མེ་ཏོག་ཆུང་ཡང་ཆུ་རྩི་དང་དེ་ནི་ཨ་ར་ཆུང་ཡང་བཟང་དྲུག་གི་དཔེ་ལྟར་དུ་ཅིག་ང་ཚོ་གི་རིག་གཞུང་དེ་ལ་ཞལ་འདེབས་ཤིག་ཆགས་ན་སྙམ། དགའ་སློང་ཡང་འཁོར་བ་ཡོད་རེད། དེ་འདྲ་ཡིན་དུས་ངས་མཐའ་མ་དེ་ལ་ཚིག་ཕྲད་ཅིག་ཀྱང་བྲིས་ཡོད། མ་ཧཀ྄་ནི། Mahakâ། ནི་གཙུག་ལག་ཀུན་གྱི་གཞི། འཛམ་གླང་མཁས་པའི་ཤར་སྒོ་འགྲིམ་པའི་གཞུང། ཤིན་ཏུ་རྟོགས་པ་གནའ་བོའི་གཏམ་རྒྱུད་ཞིག། རིགས་པའི་གྲོགས་ལ་ཕན་པའི་སྐྱེས་སུ་གྱུར། ནི་ང་ཚོ་གི། བསམ་བློ་དང་ལྟ་ཕྱོགས་དང་དགའ་ཕྱོགས་མཐུན་པའི་རིགས་པའི་གྲོགས་པོ་རྣམས་ལ།

འབྲེལ་བ་བྱེད་པའི་སྐབས་སུ་ངས་འདིའི་ནང་ལ་བོད་ཡིག་གི་ཐོག་ལ་དབྱིན་ཇི་དང་རྒྱ་ཡིག་དང་བོད་ཡིག་ཀ་གསུམ་ཤར་འགྱུར་བྱས་ནས་པར་སྐྲུན་བྱེད་བསམ་གི་འདུག་ཁྱེད་ཀྱིས་དབྱིན་ཇི་ལ་བསྒྱུར་བ་དེ་ང་ལ་སྤྲད་རོགས་བྱས་ལབ་དུས་ཁོང་གིས་སྤྲད་གི་ཡིན་ནའང་ད་དེ་གི་ག་རེ་བྱེད་དགོས་ར། བདག་དབང་དེ་པར་སྐྲུན་བྱེད་མཁན་ཚང་ལ་ཡང་ཡོད་དུས་པར་སྐྲུན་བྱེད་མཁན་ཚང་གི་ཆོག་མཆན

དབྱིན་ཇི་ནི་གང་དབྱིན་ཇི་ཡིན་པ་བཅས་དབྱིན་གོ་དབྱིན་ཇི་དབྱིན་ལན་གོ་ཡིན་པ་བཅས་དེ་ནི་ད་ལྟ་ནིའུ་ཛི་ལན་ལ་བཞུགས་འདུག་ཡོད་རེད་དེ་འདྲ་བོ་འདྲ་བོ་དག་དེ་བས་མང་བོ་རེད་དེ་འདྲ་ཡིན་དུས་ང་ཚོ་གི། རིག་གཞུང་ཟེར་བ་དེ་ལ་ཁོ་རྒྱལ་མཚམས་མེད་པ་རེད་ལྟ་གྲུབ་དང་བསམ་བློ་ཟེར་བ་དེ་ལ་ཁོ་རྒྱལ་མཚམས་མེད་པ་ཡིན་དུས་ཨ་ནི་ང་ཚོ་གི་ཞིབ་འཇུག་དང་དེ་གི། ད་ཅིག། རྒྱུས་ལོན་དང་སློབ་སྦྱོང་བྱེད་ཡ་ལ་བེད་སྤྱོད་ཡག་པོ་ཡོད་རེད་བསམ་གི་འདུག་ཨ་ནི་རྣམ་པ་ཚང་མ་བཀྲ་ཤིས་བདེ་ལེགས་ལགས་སུ།